ཞལ་མེ་ཕོ་བྲང་བདུད་དབྱངས་ཡིད་འོང་ལྡན་མོ་བདེ་རིན་ཅེན་རྒྱན་འཇམ་མཛེས་འབར་བ་དཔག་ཡས་རྣམ་རྒྱལ་རྒྱན་གྱུར་འདི་དག་ཀྱང། ཐུགས་རྗེ་རང་བཞིན་ཅན་ལ་དབུལ་བར་བགྱི་རིན་ཅེན་གདུགས་མཛེས་སེར་སྐྱའི་ཡུ་བ་ཅན་འཁོར་ཡུག་རྒྱན་གྱི་རྣམ་པ་གཡོན་རྒྱན། དབྱིབས་ལ་ལྟ་ན་སྡུག་པ་བྲིང་བ་ཡང་རྟག་ཏུ་ཐུང་བ་རྣམས་ལ་དབུལ་བར་འགྱེད་དེ་ལས་གཞན་ཡང་མཆོད་པའི་ཚོགས་རོལ་མོ་ཡང་ངེས་ཡིན་འོང་སྟེ། སེམས་ཅན་སྡུག་བསྔལ་སེམས་ཅན་པའི་སྤྲིན་རྣམས་སོ་སོར་གནས་གྱུར་ཅན་ཐམས་ཅད་དཀོན་མཆོག་ཐམས་ཅད་དང་མཆོད་རྟེན་རྣམས་དང་སྐུ་སོགས་ལ། རིན་ཆེན་མེ་ཏོག་ལ་སོགས་འབྱར་དགུས་མའི་མཆོད་པ་འབབ་པར་ཤོག་ཇི་ལྟར་འཇམ་དབྱངས་ལ་སོགས་པའི་སྐྱ་བ་རྣམས་ལ་མཆོད་རྫས་འབའ། དེ་བཞིན་བདག་གིས་འདི་བཞིན་བཤད་མགོན་པོ་གསེར་ཐང་ཆེན་རྣམས་ཀྱི་ཡོན་ཏན་རྒྱ་མཚོ་རྣམས་ལ་དང་དུ་ཡང་ཡན་ལག་རྒྱ་མཚོ་འདི་དུ་ཡང་བརྙན་འཕྲིན་འདི་དག་ལ་ངེས་པར་ཀུན་ཏུ་འབྱུང་འགྱུར་གྱི་དུས་གསུམ་གཤེགས་པའི་སངས་རྒྱས་ཀྱི་ཆོས་དང་ཚོགས་ཀྱི་མཆོག་བྱས་ལ། ཞིང་དུ་ཀུན་གྱི་གྲགས་སྙན་གྱི་ལུས་དུད་པ་ནས་བདག་ཅག་འཛམ་བྱང་ཆུབ་སེམས་ཀྱི་གཞི་རྣམས་དང་མཆོད་རྟེན་རྣམས་ལ་བདག་ཅག་འཛམ

ཐོག་མ་མི་བདེ་འགོར་བ་ནི་ཅི་ར་འདི་ཡང་གཞན་དག་འདུག་བདག་གིས་མ་བཙལ་བདུད་ཀྱི་བདུད་ཀྱི་བའམ་བགྱིད་དུ་བཙལ་བ་ཉིད་དག་ནི་གཏི་མུག་འཁྲུལ་པའི་བདག་གནོན་ཏེ་རྗེས་སུ་ཡི་རང་གང་གིས་པ། ནོངས་པ་འདི་ནི་མཐོང་གི་ནི་བསམ་པ་དག་པའི་ཀུན་ལ་བཞག་བདག་གིས་དཀོན་མཆོག་གསུམ་དག་ནི་ཕ་མ་བླ་མ་གཞན་དག་ལ།

ཉིན་མཚན་སྡོད་པ་ཡོང་མེད་པར་མི་དེ་ཚེ་འདིའི་རྟག་ཏུ་དགོད་གྱུར་བཞིན་གནོད་པ་འགུལ་ནས་འོང་མེད་ན་ཏག་ཏག་འཆི་བར་བྱེད་མི་འགྱུར། བདག་ནི་མ་ལ་སྡུག་བཞིན་དུ་ཉིན་བཞི་ཀུན་གྱི་ཟླ་གོར་ཡང་སྲོག་ཆད་པ་ཡི་ཚོར་བ་དག་བདག་ཉིད་གཅིག་པུས་མྱོང་བར་འགྱུར། གཤིན་རྗེ་པོ་གཉའ་ཟིན་པ་ལ་སྙིང་གི་བྱིས་པའི་ཤེས་བྱེད་པས་དེ་ཚེ་བསོད་ནམས་གཅིག་བརྒྱབ་ན་འདི་ཡང་བདག་གིས་མ་བསྟེན་དུ་གུང་པོས་བག་མེད་བདག་གིས་ནི།

འཁོར་བའི་འཇིགས་པ་སེལ་བ་དང་བསྐྱངས་ཆོས་ཟིན་པའི་ཚོགས་ལ་ཡང་བདེ་གཤེགས་ཡང་དག་སྐྱབས་སུ་དང་ནི་འཇིགས་པའི་རྣམ་གྲངས་ནི། ཀུན་ཏུ་བཟང་ལ་བདག་ཉིད་དབུལ་འཇམ་པའི་དབྱངས་ལ་བདག་ཉིད་ཀྱི་བདག་གི་ལུས་བདེ་བོ་རང་གི་ཐུགས་རྗེའི་སྤྱོད་པ་མ་འཁྲུལ་བ་སྤྱན་རས་གཟིགས་དགོས་འདི་ལ་ཡང། ཉམས་དང་ང་རོ་འོད་འདོད་འབོད་སྡིག་ལྡན་བདག་ལ་སྐྱབས་སྡོ་སོགས་འཕགས་པ་རྣམས་ཀྱི་སྙིང་པོ་དང་ས་ཡི་སྙིང་པོ་བདག་དང་ནི། ཐུགས་རྗེའི་ཆོས་གོས་ཐམས་ཅད་ལ་སྐྱབས་འཚོལ་སྙིང་ནས་འོད་འདོན་པའི་གང་ཞིག་མཐོང་ནས་གཤིན་རྗེ་ཡི་ཕོ་ཉ་ལ་སོགས་སྡང་བ་རྣམས་དག་ནས་ཕྱོགས་བཞིར་མཆེད་བརྒྱད་པ་རྡོ་རྗེ་ཅན་ལ་སྐྱབས་སོ་ཅིག་སྔོན་གྱི་ཁྱི་དགེའི་བཀའ་ལས་འདི་ད་ནི་འཇིགས་པ་ཆེ་དོགས་ནས་ཁྱི་ལ་སྐྱབས་སོ་ཅིག་ལ་ཁྱི་འཇིགས་པ་མྱུར་དུ་གསོལ་ཏོ་སོགས་ཐ་མལ་ནད་ཀྱིས་བཅིངས་ན་ཡང་སྨན་པའི་སྔགས་བཞིན་བྱ་དགོས་ན་འདོད་ཆགས་ལགས་སོ་ཉིས་བརྒྱ་ཡིན། ནས་ཀྱང་རྟག་ཏུ་མི་བྱེད་གོ། འདི་ཅིའི་གེགས་ཀྱང་འཛམ་གླིང་ན་གནས་པའི་མི་ཀུན་ལ་བྱེད་ན། དེ་དག་གསོ་བའི་སྨིན་བྱེད་ནི་མཆོག་རྣམས་ཀུན་ནི་མི་རྙེད་ན་དེ་ལ་སྨན་པ་ཐམས་ཅད་ཀྱི་ཟུག་རྔུ་ཐམས་ཅད་བཅིངས་པ་ཡིན། བཀའ་ལྟར་མི་བྱེད་ཟིན་པ་ནི་ཤིན་ཏུ་གཏི་མུག་སྨད་པའི་ནད་གཡང་ས་ཐ་མལ་ཆུང་ངུ་ལ་བ་ཡོས་གནས་པར་བྱ་དགོས་ན་དཔག་ཚད་སྟོང་དུ་ལྷུང་བ་ཡིན་ཡུན་རིང་གཡང་སར་མི་འཇིག་གོ། དེ་རིང་ཁོ་ན་མི་ཆེ་ཞེས་བདེ་བར་འདུག་པ་རིགས་མ་ཡིན་བདག་ནི་མེད་པར་འགྱུར་བས་དུས་འདི་ནས་གདོན་མི་ཟ་བར་འགྱུར་བདག་ལ་མི་འཇིགས་སུ་ཡིས་སྦྱིན། དེ་ལས་ཇི་ལྟར་ངེས་ལྟར་འགྱུར་གདོན་མི་ཟ་བར་མི་འགྱུར་ན་ཇི་ལྟར་བདག་ཡིད་བདེ་བར་འདུག་སྔོན་རྗེས་མྱོང་དེ་ཞིག་པ་ལས་བདག་ལ་ལྷག་པ་ཇི་ཡོད་ན། བདག་ནི་འདི་ལ་སྔོན་བཞིན་ནི་བླ་མའི་བཀའ་དང་འགལ་བར་རྗེ་བཙུན་ཚེ་འདས་དང་འདི་བཞིན་དུ་བསྙེན་དང་ཤེས་པ་རྣམ་སྤངས་ནས། བཅུ་པོ་འགའ་ཤས་འགྲོ་དགོས་ན་རྫ་དང་མི་རྫ་ཀུན་བརྗེ་རོགས་མི་དགེ་བ་ལས་སྡུག་བསྔལ་འབྱུང་དེ་ལས་ཇི་ལྟར་ངས་ད་ར་ཞིག་ཉིན་མཚན་རྟག་ཏུ་བདག་གིས་ནི། དེ་ཉིད་འབའ་ཞིག་བསམ་པས་རེད་བདག་ནི་མི་གཞི་གཏི་མུག་པའི་རང་བཞིན་ཁ་ན་མ་ཐོའང་དཔྱད་པས་སྡིག་པ་གང་ཡིན་ལས་གང་ཡང་རུང་བར་བགྱི་བ་རྣམས། ཀུན་པོ་ཇི་སྔར་སྔོ་བསངས་མདོག་རྡོལ་འཇོག་སྡུག་བསྔལ་འཇིགས་སེམས་ཀྱིས་ཡང་དང་ཡང་དུ་ཕྱག་འཚལ་ཏེ་དེ་དག་ཐམས་ཅད་བཤགས་པར་བགྱི།